སི་ཁྲོན་ཞིང་ཆེན་སྡེ་དགེ་རྫོང་ཁོངས་ཀྱི་མཚོ་ཕ་མི་བཞི་སྟོང་ཉིས་བརྒྱ་ཡོད་པའི་དབེན་པའི་ན་རླུང་དང་སྤྲིན་དཀར་གྱི་སྐེད་པའི་མཛེས་ཤིང་ཁོར་ཡུག་ཧ་ཅང་ཉུང་དགའ་བ་རེད་མཁན་པོ་གཞན་ཕན་སྨྲ་བའི་ཉི་མ། དེ་རིང་ཁྱེད་དང་འདི་གར་རང་གི་བླ་མ་ཞིག་འཇའ་ས་ཕེབས་ཡོང་བ་རེད། ཁོང་གི་ཐུགས་ལ་རྒྱལ་བའི་དགོངས་པ་ཟབ་ཅིང་རྒྱ་ཆེ་བས། གལ་ཏེ་དད་ལྡན་མང་ཚོགས་ཀྱི་དགོངས་པའི་གཉིས་ཀྱི་རྒྱུད་ལ་མ་ལུས་ཚེ། རྗེས་མ་ནང་པའི་ལྟས་ལ་འཇུག་མཁན་ཇེ་ཉུང་དུ་འགྲོ་བའི་ཐུགས་འཕྲད་ཞུ། གྲུབ་པ་ཐོབ་པའི་བླ་མ་འཇམ་དབྱངས་སེང་གེ་འདི། སྒྲིབ་པ་མྱང་ལས་ལ་བྱོ་བ་དང་མདོ་སྔགས་གཉིས་ལ་མཁས་ཞེས་བྲིས་པ། བཞུགས་ཆའི་སྡེ་སྣོད་སྲང་ཁུང་དུ་ཆུད་པའི་བླ་ཆས་ཤིག་ཡིན་ལ། མཁན་པོ་གཞན་ཕན་སྨྲ་བའི་ཉི་མའི་གཙུག་ཏུ་བཀུར་བའི་དགེ་བཤེས་ཆེན་མོ་ཞིག་ཀྱང་རེད། འདི་ལྟར་བཞུགས་ལུགས་རྭ་གཞུང་སྨྲ་བའི་དགེ་བཤེས་ཆེན་མོ་ཞིག་གིས་ཕ་ཆེ་ཁོང་གི་ཐུགས་ཀྱི་དོགས་པ་ཡོད་ཚད་སེལ་འགྲོ་ངེས་རེད། མཁན་པོ་ཁྱུང་གིས་དྲི་ལན་ལ་བསྒུགས་ཡོད་དུས་ཁོང་གི་བླ་མས་འདི་ལྟ་བུའི་དོགས་པ་ཞིག་ཡོད་དོན་ཅི་ཡིན་ཞེས་དྲི་བ་ཚུར་ལ་འཕངས་པས། མཁན་པོས་ཡང་བཤད་ཐོག་མའི་ལྟ་སྒོམ་གྱི་ཀློང་དུ་འཁྲུལ་པའི་སྣང་བ་ཞིག་བྱེད་སྲིད་ཅུང། མཁན་པོ་གཞན་ཕན་སྨྲ་བའི་ཉི་མ་ནི་ད་ལོ་དགུང་ལོ་སོ་ལྔ་རེད། ཁོང་གིས་དགེ་བཤེས་མཐོ་རུང་པའི་དམ་བཅའ་བཞག་ནས་ད་ལྟ་ལོ་ངོ་བརྒྱད་ཕྱིན་ཡོད། དགེ་བཤེས་མཐོ་རུང་པའི་དམ་བཅའ་བཞག་པ་ནི་གྲྭ་བཙུན་མང་པོ་ཞིག་གི་མི་ཚེ་ཧྲིལ་པོ་འབད་བརྩོན་བྱེད་པའི་སྨིན་པའི་ག་ཁྱད་དུ་གྱུར་ཡོད། མཁན་པོ་གཞན་ཕན་སྨྲ་བའི་ཉི་མ་ལ་མཚོན་ན་འདི་ནི་མགོ་བརྩམས་ས་ཞིག་ཡིན་པས། རྗེས་སུ་ཁོང་ཉིད་རང་གི་ལམ་འབྲས་ཀྱི་བླ་མ་དང་འདྲ་བའི་ལམ་དུ་ཞུགས་ནས་རྒྱ་ཆེ་བའི་དད་ལྡན་མང་ཚོགས་ལ་ཆོས་ཀྱི་བཀའ་སྲོལ་གནང་བ་རེད།

མང་ཚོགས་ཀྱི་དོན་གཉེར་གནས་སྡོད་ཚེ་བ་འབའ་ཞིག་ཡོད་མེད་བས་ཀྱང་ཁོང་གི་སྙིང་རྗེའི་ཕྱིར་ཚུགས་པའི་བརྒྱུད་རིམ་ཞིག་གིས་མཁན་པོ་ལ་བག་ཆགས་ཟབ་མོ་ཞིག་བཞག་ཡོད།
དེ་འདྲ་ཡིན་དུས་ད་ལོ་ངོ་བཅུ་ཕྲག་གི་སྔས་ལ་ད་ག་ས་གང་ལ་ངས་ནང་ཆོས་ངོ་སྤྲོད་བྱས་ཡོད། དེ་དེའི་སྐབས་སུ་མང་ཚོགས་ནང་གི་ཟས་ནོར་གྱི་ནང་ཆོས་དེ་དང། དེ་ནི་དོན་དངོས་མིན་ནང་ཆོས་དེ་གཉིས་ལ་ཧེ་བག་ཆེན་པོ་འདྲ་ཅིག་འདུག་དྲན་སོང། མཁན་པོ་གཞན་ཕན་སྨྲ་བའི་ཉི་མ་མཆོག་གི་ཐུགས་ལ། རྒྱལ་བའི་དགོངས་འདུས་གཏིས་ཟབ་ཀྱི་སྤོས་དཀར་བས། བཀའ་གཏེར་གྲོང་ཚོས་མ་འདྲེས་པར་ཆོས་སྐད་ཆུང་ཆུང་གི་ལམ་ནས་མང་ཚོགས་ལ་ཆོས་གསུངས་པ་ཡིན་ན། རྨོངས་འཕར་བས་གོ་བ་ལེན་དཀའ་བ་མཉམ་ཡོད། ད་ལྟའི་མི་ཚེའི་ཤེས་བྱ་ཡི་སྒྲིག་གཞི་མཉེན་ཆས་དང་མི་འདྲ་བས། སྲོལ་རྒྱུན་གྱི་རྒྱལ་གཏེར་རིག་གནས་ནི་དེང་རབས་ཀྱི་རིག་གནས་ཤེས་བྱ་དང་ཇི་ལྟར་ཟུང་འབྲེལ་བྱེད་དགོས་པ་ཡིན་ནམ། ཉིས་སྟོང་བཅོ་ལྔ་ལོར་རྒྱལ་ཁབ་ཀྱི་རྒྱ་ཤོག་དང་ཐུགས་ཁུར་འོག་མཁན་པོ་མཆོག་གིས་གྲྭ་པ་བསྐོ་ཤེས་དང་མཉམ་དུ་པེ་ཅིན་ལྷོ་ཆས་ཀྱི་མཚན་ཉིད་རིག་པའི་ལྷོ་གླིང་ནས་ཤར་ནུབ་ཀྱི་མཚན་ཉིད་རིག་པ་དང་ཡར་ལུས་ཀྱི་རྒྱ་སྟེ་གཉིས་ཀྱི་ལྷ་ལྷོ་གཉིས་སྣང་བའི་ཀ་བ་བཟང་པོ་ཞིག་ངའི་འདི་ཤར་ལྷོ་མཐའ་ཤར་རྗེས་མཁན་པོས་བཙུན་པའི་ཕྱི་རྒྱུད་རིགས་དུ་བསྲིངས་ནས་ཕྱོགས་སོ་སོར་ལྷོ་གཉིས་ལ་ཕེབས་པ་དང་རྒྱ་སྟེ་རིག་གནས་ལ་ཞིབ་འཇུག་གང་ལེགས་མཛད་པ་རེད། རས་པའི་གནས་ལ་གཞུང་བ་གང་ལས་སྣང་ཀྱང་སེམས་ཀྱི་དྲི་བ་རེ་རེ་ཡི་དྲི་ལས་ནི་གཟུགས་དང་དྲི་མ་བཞི་འབྲུང་ནས་ཡོད་པས། ད་གདོད་མུ་མཐུད་དེ་ཞེན་འཇོན་སྣང་སྟེ་སེམས་ཀྱི་མུན་པ་ཡོངས་སུ་སེལ་དགོས་པ་རེད། འདི་ལྟ་བུའི་དོགས་པ་ཞིག་ཡོད་དོན་ཅི་ཡིན་ནམ། ལམ་འབྲས་ཀྱི་བླ་མའི་དྲི་བ་དེས་མཁན་པོ་མཆོག་གི་རས་པའི་བློ་སྒོ་ཇི་བཞིན་ཡོད་དེ། དེང་སྐབས་རས་པའི་གནས་ལ་བཞུགས་པ་ཐོབ་པའི་ཁོང་ཉིད་ལ་མཚོན་ན། སྔ་མོ་ནས་དེ་ར་ཚེ་རིང་ལ་ངན་ཤེས་ཟབ་མོ་ཞིག་ཡོད་པས། མཁན་པོ་གཞན་ཕན་སྨྲ་བའི་ཉི་མ་མཆོག་གི་བསྟོད་པ་ཡོངས་སུ་ཟད་པ་རེད།
ཤེས་རྟོགས་དང། ང་ཚོ་ནང་ཆོས་སློབ་སྦྱོང་བྱེད་ཀྱིན་དེ་དད་པ་གཙང་མ་ཡིན་པ། དེ་ནི་ནང་ཆོས་ལ་བརྟེན་ནས་ད་མི་འབོར་གྱི་འཕེལ་གཏོང་ནང་དྲན་གྱི་ཡོད་རེད།

ལམ་འབྲས་ཀྱི་བླ་མའི་མཁན་པོ་མཆོག་ལ་དྲི་བ་འདི་ཁྱེད་རང་གིས་སྔ་ས་ནས་ལན་བཏབ་ཚར་ཞེས་གསུངས་པ་རེད།
རི་མོ་དང་པོ་དེ་རིག་གནས་རྨོ་བཞིན་ཡོད་ལ། ད་ནི་ཆོས་ཀྱི་རྨོ་བཞིན་མི་མཁན་དེ་ལ་དག་མཚན་རིག་ལོ་རྒྱུས་ལྟ་གྲུབ་རིག་པ་དེ་གཉིས་ཀྱི་དག་ནང་ཆོས་དེ་འདྲི་ཤེས་ཀྱི་མེད་དེ་ངོ་སྤྲོད་བྱེད་ཀྱི་ཡོད། ད་ནི་རི་མ་རྙིང་པ་དེ་ལ། ནང་ཆོས་ཀྱི་རྨོ་བོ་ཞིག་ཡོད་མོད་པ་དེ་ལ། ད་ནི་ནང་ཆོས་དང་བཅས་ཡིན། ཚན་རིག་ཨ་རུ་རིམ་པ་གསུམ་པོ་དེ་སྦྲགས་ནས་ད་ཁོང་ཚོ་ལ་མ་ཅིག་ངོ་སྤྲོད་བྱེད་ཀྱི་ཡོད། དེ་ནི་རིམ་པ་གསུམ་པ་ར་ཡིན་ན། ད་ནི། ནང་ཆོས་ཀྱི་གོ་བ་གདེང་ཟབ་པོ་ལེན་མཁན་མི་དེ་ལ། ད་ནི་ནང་ཆོས་ཀྱི་ནང་ཆོས་འབྲི་མཁན་ཞིག་ནས་ད་ངོ་སྤྲོད་དེ་འདྲ་བྱེད་ཀྱི་ཡོད།

སོ་སོ་བློ་རིག་བཅས་པའི་ཆེད་དང། མ་མཐའི་པདྨའི་དབྱིངས་ལ་ཕན་ཐོགས་པའི་ཞིག་ཏུ་རེ་དྲན་གྱི་ཡོད། བསྟན་བཅོས་པ། གོས་དང་དེ་ལ་བྱང་རྩལ་ལོ། ད་ཡོངས་གྲགས་ཀྱི་ང་ཚོ་ཞེས། ནོངས་པའི་ཆོས་ཀྱི་མདོ་བསྡུས་ན། སྟོང་ཉིད་ཀྱི་ལྟ་བ་ཟེར་མི་གཅིག་དང། ཤོད་པ་འཚེ་བ་མེད་པ་ཟེར་གཅིག་དག་གདངས་སྦྱར་ན་དེ་གཉིས་ཡིན་ས་རེད། དེ་ནི་སྟོང་ཉིད་ཀྱི་ལྟ་བ་ཟེར་བ་དང་སྔ་མོ་གི་སྐད་སྟོང་འདྲ་ཞིག་ཡིན། ང་ཚོ་མཐོང་འདོད་རྒྱུ་རིག་འདོད་རྒྱུ་གོ་འདོད་རྒྱུ་ཁྱོད་ཡག་མོ་ཟེར་རྒྱུ་སྡུག་མོ་ཟེར་བའི་ཡོངས་སུ་རྫོགས་པ་དེ་རང་གིས་གྲུབ་པ་གཏན་ནས་ཡོད་མ་རེད་སོ་སོ་གི་འཁྲུལ་སྣང་རེད་ཟེར་གྱི་དེ་དག་ང་ཚོ་ཞིབ་ཏུ་སྟོང་ཉིད་ཀྱི་ལྟ་དེ་ནང་འགོ་འཛུགས་ཀྱི་རེད་བ།

རས་པའི་མདའ་ལ་ཤོག་སྐྱར་རྒྱས།